རེད་ད་དེ་བདེན་པ་བཞི་དང་ད་ནི་བདེན་པ་གཉིས་ཟེར་ཡོང་དུས་ད་དེ་དེ་ཁྱད་པར་དུ་གང་རེད་ཟེར་ཡོང་དུས་ད་དེ་དྲི་བ་བེད་ཆེན་པོ་ཞིག་རེད། སྤྱིར་བཏང་གི་ནང་པ་ཚང་རྒྱུས་པ་ཞིག་ཡིན་ན་ནང་པ་ཚང་རྒྱུས་པ་གི་ད་ཅིག་སྐྱེ་འགྲོ་གི་ཡུལ་དཀོན་མཆོག་བསམ་རེད། དེའི་ནང་གི་སྐྱབས་མཐར་ཐུག་པ་དེ་ཨ་ནི་ཆུ་ཁོ་ཆུ་དཀོན་མཆོག་ཡིན་གི་ཡོད་རེད། ད་དེ་ལྟ་བུའི་ཆུ་དེ་དོན་གྱིས་མདོར་ན་སངས་རྒྱས་ཀྱི་གཏམ་པ་ཡིན་གི་ཡོད་རེད། དཔེར་ན་དགེ་འདུན་པ་ཟེར་བ་དེ་ཡང་དོན་གྱིས་དགེ་འདུན་པ་ཚད་ལྡན་ཅིག་ཡིན་མིན་དེ་དགེ་འདུན་པ་དེའི་རྒྱུད་ལ་ཆོས་ཀྱི་ཉམས་ལེན། ལམ་བདེན་ནི། ལམ་ལྷག་པ་གསུམ་གྱི་ཉམས་ལེན། ལུང་བདེན་ནི་གསུམ་གྱི་ཉམས། འཆད་ཉན། འོ་དེ་ཡོད་མེད་ལ་ཐུག་དེ་ཡོད་རེད་ད་ག་རང་རེད། མ་འོངས་པ་ན། སངས་རྒྱས་ཀྱི་གཏམ་པ་ཟེར་བ་དེ་འཇིག་རྟེན་འདི་ནས་ནུབ་འགྲོ་རེད་ཟེར་བ་དེ་ཡང། མི་ཚང་མ་མེད་དྲུག་རེད་གསུང་གི་ཡོད་མ་རེད། གང་ཟག་དེ་ཚོའི་རྒྱུད་ཀྱི་ཉམས་ལེན་གྱི་གཏམ་པ། དེའི་རྒྱུ་ན་སྙིང་རྗེ་དང་བྱང་ཆུབ་ཀྱི་སེམས། ཨ་ནི་དག་པ་ཆེན་པོ་གི་ཉམས་ལེན། ང་ཚོ་ཡིན་ན་ངེས་འབྱུང་དང་བྱང་སེམས་དང་ཡང་དག་པར་ལྟ་བ། ཨོ། ལམ་གྱི་གཙོ་བོ་དེ་ཚོ་མེད་དྲུག་གི་རྒྱུ་མཚན་གྱིས། སངས་རྒྱས་དམ་པ་མེད་དྲུག་རེད་གསུང་གི་ཡོད་རེད། དེ་མ་གཏོགས་ཡང་གཅིག་གཅིག་བྱས་ན། མཆོད་རྟེན་དང་གཙུག་ལག་ཁང་དང་དཔེ་ཆ་དང་ཡི་གེ་དང་དཔེ་མཛོད་གང་གི་ནང་ན་ཡོད་པའི་དེ་གི། སངས་རྒྱས་ཀྱི་གསུང་རབ་དེ་ཚོ་མུ་མཐུད་ནས་ཡོད་ཆོག་གི་ཡོད་རེད། ཡིན་ན་ཡང་གང་ཟག་དེའི་རྒྱུད་ལ་ཡོད་པའི་ཆོས་གོས་དེ་གི། ཉམས་ལེན་དང། ཆུ་གི་དེ་གི་བདེ་སྣོད་གི་དེ་ཤེས་རབ་དེ་ཚོ་མེད་དྲགས་ཡོད་ས་རེད། འོ་དེ་རེད། ད་དེ་ཡིན་ན་དེ་ལྟ་བུའི་གི་སངས་རྒྱས་ཀྱི་ཆོས་ཟེར་འོང་དེ་གི་སངས་རྒྱས་ཀྱི་གཏམ་པ་གི་མཛུབ་མོ་བཙུགས་ས་ཡང་ཆགས་ཀྱི་ཡོད་རེད། དཀོན་མཆོག་གསུམ་གི་ནང་ནས་ཡང་གཙོ་བོ་དེ་ཆོས་རེད་བ། ཆོས་དེ་གཙོ་བོ་རེད། ཆོས་ཡོད་པ་ལ་བརྟེན་ནས་དགེ་འདུན་ཡོང་གི་ཡོད་རེད། ཆོས་དེ་ཉམས་ལེན་བྱེད་པའི་སྐབས་སུ་ཨ་ནི། དེ་སངས་རྒྱས་ལ་ཡང་ལྟོས་དགོས་ཀྱི་ཡོད་རེད་དེ་འདྲ་རེད། སངས་རྒྱས་ལ་ཡང་སྐུ་གསུམ་གྱི་བདག་ཉིད་ཡིན་དུས་དེའི་སྐུ་གསུམ་གྱི་ནང་གི་ཆོས་ཀྱི་སྐུ་དེ་ཡང་དོན་ལ་ཆོས་ཆགས་ཀྱི་ཡོད་རེད་དེ་འདྲ་རེད། ཆོས་ལ་ད་འགོག་པ་དང་ལམ་གྱི་འདས་པོའི་ཆོས་ཟེར་བ་འདི་ག་ཡང་འགོག་ལམ་གྱི་ཆོས་དེ་འདྲ་གསུང་གི་འདུག་བ་འོ་དེ་རེད། ད་དེའི་ནང་ནས་དེ་རང་གི་དྲི་བ་དེ་གང་རེད་ཟེར་ན་ད་བདེན་པ་གཉིས་དང་བདེན་པ་བཞི་ཟེར་བ་དེ་ཁྱད་པར་ག་རེ་ཡོད་རེད་ཟེར་རེད་བ་ད་ནམ་རྒྱུན་ང་ཚོ་གི་ཅིག་ནང་པ་སངས་ཀྱི་གསུང་རབ་ཀྱི་བརྡ་ཆད་དང་ཅིག་ཆོས་ཀྱི་འགྲོ་སྟངས་ལ་ཅིག་འཆར་གྱི་ཡོད་པ་ཞིག་ཡིན་ན། ཡང་ན་བླ་མ་རྣམ་པའི་ནམ་རྒྱུན་བཀའ་ཆོས་གནང་བ་དེ་ཚོ་ཉན་མྱོང་མཁན་ཞིག་ཡིན་ན། བདེན་པ་གཉིས་ཟེར་བ་འདྲ་བོ་བདེན་པ་བཞི་ཟེར་བ་དེ་འདྲ་ཅིག་གསུང་གི་ཡོད་རེད་ད། ད་ག་རེ་བྱས་ནས་བདེན་པ་གསུང་གི་ཡོད་རེད་ཟེར་ན། བདེན་པ་ཟེར་བ་དེ་བདེན་དོན་དང་གནས་ལུགས་ཞེས་པའི་དོན་རེད། ནི་བདེན་པ་བཞི་ཟེར་བ་དེ་ཁོ་རང་གི་དེ་གི་ད་དངོས་པོའི་གནས་ཚུལ་དང་མཐུན་པའོ། དེ་ལྟ་བུའི་བདེན་དོན་གྱི་རྣམ་གྲངས་བཞི་ལ་བདེན་པ་བཞི་ཟེར་གྱི་ཡོད་རེད། ད་ཡང་བདེན་པ་གཉིས་ཟེར་རུང་དེ་ཡང་དེ་ནང་བཞིན་ཅིག་གསུང་གི་ཡོད་རེད། ད་ཡིན་ན་ཡང་བདེན་པ་གཉིས་དང་བདེན་པ་བཞི་ལ་ད་ཁྱད་པར་ག་རེ་ཡོད་རེད། ག་རེ་བྱས་ནས་བདེན་པ་བཞི་གསུང་ཡང་བདེན་པ་གཉིས་གསུང་དགོས་རེད་ཟེར་ན། འོ་དེ། ག་རེ་བྱེད་དགོས་རེད། བདེན་པ་བཞི་ཟེར་འོང་དུས་གང་ཟག་གཅིག་གི་ཉམས་ལེན་གྱི་ཐོག་ནས་གསུང་གི་ཡོད་རེད། ཉམས་ལེན་གྱི་ཐོག་ནས་གང་ཟག་གཅིག་གིར་བ་རང་ཉིད་དེ་གི་འཁོར་བ་ལས་ཐར་ནས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་དགོས་ཀྱི་ཡོད་ན། སངས་རྒྱས་ཀྱི་ཆོས་ཉམས་ལེན་བྱེད་པའི་སྐབས་སུ་བདེན་པ་བཞི་ལ་དབྱེ་བ་ཕྱེ་ནས་དབྱེ་བ་བཀར་དགོས་ཀྱི་ཡོད་རེད། ང་ཚོ་དེང་སང་ཡིན་ན་དེར་བ། སོ་སོ་གི་གཅིག་བརྗོད་བྱ་གང་འདྲ་ཞིག་ལ་གཅིག་དབྱེ་ཞིབ་བྱས་ནས་མཐའ་མའི་གི་གཅིག་གྲུབ་འབྲས་ཤིག་མཐོང་དགོས་ཡོད་ན་དེ་ལ་གཅིག་དེ་གི་དབྱེ་བ་ཞིག་བཀར་དགོས་ཡོད་རེད། དབྱེ་བ་གཅིག་བཀར་ནས་དེ་ལ་མཐའ་མའི་གཅིག་བསྡོམས་ཤིག་བརྒྱབ་དགོས་ཡོད་རེད་པའི་བརྒྱུད་རིམ་ཞིག་ཡོད་དགོས་ཡོད་རེད། དེ་ལ་རྒྱུད་དང་འབྲས་བུ་དང་དེའི་གི་གྲུབ་འབྲས་མཐོང་སྟངས་ཀི་ཐོག་ནས་ནི་དེ་ཁོ་རང་གོ་རིམ་ཞིག་དང་དེ་ཁོ་རང་གི་གཞུང་ལུགས་ཞིག་དང་ལྟ་གྲུབ་ཞིག་དང་འགྲོ་སྟངས་ཞིག་ཡོད་རེད། དཔེ་དེ་ནང་བཞིན་བདེན་པ་བཞི་ཟེར་བ་དེའང་སངས་རྒྱས་བཅོམ་ལྡན་འདས་ག་རེ་བྱས་ནས་བདེན་པ་བཞི་གསུངས་རེད་ཟེར་ན། སྔ་ཕྱི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དང་པོ་གསུངས་བའི་སྐབས་སུ། གཙོ་བོ་དེ། གཅིག། མི་ཞིག་ལ་དེ་གི་དེ་ཤེས་ཡོན་ཆེན་པོ་ཞིག་ཡོད་ཡ་གི་ཆེད་དུ་དང། འོ་གཅིག་ལྟ་གྲུབ་དང་གཅིག་དེ་འདྲའི་ཡི་གི་གཅིག་རྙོག་དྲ་ཚ་བོ་གི་དེ་འདྲའི་ཡི་གི་ཞིབ་འཇུག་ཞིག་གི་ཆེད་དུ་གསུངས་རྒྱུ་མ་རེད། འོ་ན་གང་རེད་ཟེར་ན། སང་ཆོས་བཅོམ་ལྡན་འདས་ཀྱི་མདོག་གི་ནང་ལ་སོང་བས་རེད། མི་ཞིག་ལ་དཔེར་ན་མདའ་ཞིག་གི་ཕོག་ཡོད་ན། མདའ་འཁྱར་བོ་དེ་འདྲ་ཞིག་གི་ཕོག་ཡོད་ན། ག་ནས་འཕངས་ཡོང་བ་མ་ཤེས་པའི་མདའ་ཞིག་གི་ཕོག་ཡོད་ན། དེ་ཟུག་གཟེར་ཡོད་རེད་ད། ཤི་ཡག་གི་ཉེན་ཁ་ཡོད་རེད། བྱས་ཙང་དེ་མདའ་དེ་ག་བ་ནས་ཡོང་འདུག་སུས་འཕངས་འདུག་དེ་གཙོ་བོ་མ་རེད། གཙོ་བོ་དེ་ལམ་སང་ལམ་སང་དེ་གཟུགས་པོ་ལ་མདའ་ཟུག་ཡོད་པ་དེ་ཕར་བཏོན་ཡག་དེ།

འཇིག་རྟེན་གྱི་བྱིས་པ་སོ་སོས་སྐྱེ་བོ་རེད། ད་ག་རེ་བྱས་ནས་ཁྱོད་རང་འཁོར་བར་འཁྱམས་དགོས་ཡོད་པ་དེ་ཧ་གོ་དགོས་ཀྱི་ཡོད་རེད། མ་གཞི་ཁྱོད་རང་འཁོར་བའི་ནང་དུ་སྡུག་བསྔལ་གང་དུ་སོང་ཡང་སྡུག་བསྔལ་གྱི་རང་བཞིན་ཡིན་པ་ཧ་གོ་དགོས་ཡོད་རེད། དང་པོ་འཁོར་བའི་སྡུག་བསྔལ་དང། ཁྱོད་རང་གི་ལྟ་བའི་གནས་བབ་དེ་ངོས་ཟིན་དགོས་ཀྱི་ཡོད་རེད། ཁྱོད་རང་གི་ལྷ་དང་མིའི་བདེ་བ་ལ་སོགས་པ་དང་ནི་དེ་འདྲའི་གི་འཇིག་རྟེན་གྱི་ཆ་ཤས་ངེས་ཅན་ཞིག་དེ་མཐར་ཐུག་གི་བདེ་བ་ཡིན་པར་བསམ་བློ་ཡོད་རེད་དེ་མ་རེད། སྲིད་པ་གསུམ་གྱི་རང་བཞིན་མཐའ་དག་སྡུག་བསྔལ་རེད་གསུངས་ནས་དེ་སྡུག་བསྔལ་གྱི་ངོ་བོ་དབྱེ་བ། དེ་གཏན་འབེབས་བྱས་པར་བཅོམ་ལྡན་འདས་དེ་སྡུག་བསྔལ་ལ་འགྱུར་བའི་སྡུག་བསྔལ་ཁྱད་པར་འདུ་ཤེས་ཀྱི་སྡུག་བསྔལ་སྡུག་བསྔལ་ད་ལྟ་དེ་གི་འགྱུར་བའི་སྡུག་བསྔལ་རྣམ་པ་གསུམ་གྱི་སྒོ་ནས་གཏན་འབེབས་བྱས་ཏེ་ཕྱི་རོལ་མི་རྟག་པ་ལ་སོགས་པ་རྣམ་རྒྱལ་གྱི་ངལ་རྩོལ་གྱི་སངས་རྒྱས་བཅོམ་ལྡན་འདས་ལས་གཞན་པའི་ཆོས་ལུགས་ཀྱི་ལྟ་གྲུབ་ཀྱི་ནང་ལ་ངོས་འཛིན་བྱས་པའི་སྡུག་བསྔལ་ལས་ཁྱབ་ཁོངས་རྒྱ་ཆེན་པོ་དང་གཏིང་ཟབ་པོ་གི་ཐོག་ནས་སྡུག་བསྔལ་དེ་ངོས་འཛིན་བྱས་ཡོད་རེད། དེ་རེད་ད། དཔེར་ན་ང་ཚོ་གཟུགས་པོ་གཅིག་ནག་ཡོད་ན་འཁྲུལ་ཆས་དེ་ག་ཙམ་ཞིག་གིས་བརྟག་དཔྱད་བྱས་ན་ནད་དེ་ཡག་པོ་ངོས་ཟིན་གྱི་མ་རེད། འཁྲུལ་ཆས་ཚད་མཐོ་ཤོས་གཅིག་གིས་སྨན་པ་ཚད་མཐོ་པོས་ན་མཁྲིས་ཤོས་གཅིག་གིས་དེ་ལ་རྩ་ལྟ་བའམ་བརྟག་ཤེས་བྱེད་པ་ཡིན་ན་ད་ནད་ཀྱི་སྟེང་གི་ནད་ཕྲ་བ་ཕྲ་བ་གི་སྟེང་གི་དཀའ་ངལ་གྱི་རྒྱུ་རྐྱེན་རྩ་བ་དེ་ངོས་བཟུང་གི་ཡོད་རེད་བྱུང་དུ་འདུག་དེ་ནང་བཞིན་གྱི་ནི་སྡུག་བསྔལ་ཕྲ་བ་ཕྲ་བ་དེ་ངོས་བཟུང་བ་རེད། གལ་ཏེ་དེ་མ་བཟུང་སྡུག་བསྔལ་ཕྲ་བའི་ཕྲ་བ་ངོས་མ་བཟུང་ན་སྡུག་བསྔལ་ཕྲ་བའི་ཕྲ་བ་གི་རྒྱུ་ངོས་བཟུང་གི་མ་རེད། སྡུག་བསྔལ་ཕྲ་བའི་ཕྲ་བ་དེ་སྤང་དགོས་པ་ཡིན་པ་ཧ་གོ་གི་མ་རེད་དེ་མ་གོ་ན་དེ་སྙིང་པོ་ཕྲ་བའི་ཕྲ་བ་དེ་ཡང་སྒོམ་ཤེས་གི་མ་རེད་དེ་དཔེ་གནད་འགག་ཆེན་པོ་རེད་བྱས་ཙང་འདི་སྡུག་བསྔལ་འདི་འདྲ་ཞིག་རེད་ཟེར་བཅོམ་ལྡན་འདས་ཀྱི་ངོས་འཛིན་བྱེད་པ་གཏན་འབེབས་བྱེད་པ

དཔེར་བར་སྲིད་པའི་རྩ་བ་ཁྲར་རྒྱས་དྲུག་ཟེར་བ་དང་འཇིག་རྟེན་སྣ་ཚོགས་ལུས་ལས་འཇིག་རྟེན་སྣ་ཚོགས་སྐྱེས་ཟེར་བ་དེ་འདྲའི་གི་ཚིག་དེ་མངོན་པ་ནང་གསུངས་གི་ཡོད་པ་དེ་ནང་བཞིན་བཅོམ་ལྡན་འདས་སྡུག་བསྔལ་གྱི་རྒྱུད་ཀྱི་ཀུན་འབྱུང་གི་རྩ་བ་དེ་དཔེ་ཞབས་ཕྲ་བོ་ཞབས་ཕྲ་བོ་དང་སྟེང་གཟར་བོ་གསུངས་ཡོད་པ་རེད། དེར། དེའི་གསང་རྟགས་དེ་ཀུན་འབྱུང་བ་ཀུན་འབྱུང་བ་ཟེར་བ་དེ་བདུད་འཁོར་ཀུན་འབྱུང་བ་འམ་འཇིག་རྟེན་གྱི་འཁོར་བའི་དུ་སྐྱེ་རྒ་ན་འཆི་ལ་སོགས་པའི་ཀུན་འབྱུང་བ་དེ་ཀུན་འབྱུང་བདེན་པ། འོ་དེ་བཅོམ་ལྡན་འདས་ཀྱིས་གང་གསུངས་བ་དེ་དངོས་ཡོད་གནས་ཚུལ་ཡིན་ཙང་དེ་དེ་ཀུན་འབྱུང་བ། འོ་དེ་ཀུན་འབྱུང་བདེན་པ། ད་ཀུན་འབྱུང་བདེན་པ་དེ་བདུད་འཁོར་བདུད་ཀུན་འབྱུང་བདེན་པ་ངོས་བཟུང་དེས་ཀུན་འབྱུང་བདེན་པ་དེ་སྤངས་ན་སྡུག་བསྔལ་ཡང་སྤངས་འགྲོ་གི་ཡོད་རེད་རྒྱུ་འགགས་ན་འབྲས་བུ་འགག་འགྲོ་གི་ཡོད་རེད་འཕགས་པ་ས་ལ་བརྒྱང་བའི་མདོ་ལ་སོགས་པ་ནང་ན་དེ་ག་རང་གསུངས་གི་ཡོད་རེད་རྒྱུ་རྩ་བ་ནས་དྲུང་ཆེན་གྱིས་བཞག་པ་ཡིན་ན་དེ་ནི་དཔེར་ན་དེ་ག་རྩ་ཞིག་ཡིན་ན་རྩ་བ་ནས་པར་རིས་ཀོག་བཞག་པ་ཡིན་ན་དེ་ནི་ཁོ་རང་སྐྱེ་གི་མ་རེད་དེ་འདྲ་ཡིན་ཙང་དེ་ག་རྒྱུ་ལྡོག་པ་ལ་བརྟེན་ནས་འབྲས་བུ་ལྡོག་གི་ཡོད་རེད་མ་གཏོགས་པར་དེ་ནི་འབྲས་བུ་གི་དཔེར་ན་རྩ་ཡིན་ན་རྩེ་མོ་བྲག་བཞག་པ་ཡིན་ནའང་རྩ་གི་རྩ་བ་ཡོད་ན་ཡང་བསྐྱར་སྐྱེ་ཡོང་གི་འདུག་བ་དེ་འདྲ་ཡིན་དེ་ག་རྩ་བ་ནས་ནི་ཀོག་བཞག་གི་ཡོད་རེད། དེ་བཅོམ་ལྡན་འདས་ཀྱིས་དེ་ལྟ་སྟེ་དེའི་རྒྱུ་འབྲས་ཀྱི་ངེས་པ་དེས་སོ། དེའི་རྒྱུ་ནི་དེ་ལྟ་བུའི་སྡུག་བསྔལ་རྒྱུ་དང་བཅས་པ་སྤང་བའི་གནས་སྐབས་དེ་ལ་འགོག་པ། འོ་དེ་རེད་དེ་གསུངས་ཡོད། དེ་ལྟ་བུའི་འགོག་པའི་བདེན་པ་དེ་ག་འདྲ་ཅན་ཐོབ་དགོས་རེད་གསུངས་ཏེ་ལམ་གྱི་བདེན་པ་གསུངས་ནས་ཨ་ནི་མྱང་བྱེད་དང་བྱང་ཆུབ་ཀྱི་སེམས་དང་ཡང་དག་པར་ལྟ་བ་དང་དང་ཡང་ན་དཔེར་ན་དེ་ག་ཆུ་དང་གང་ཟག་གི་བདག་མེད་ལ་སོགས་པ་བསྒོམས་ནས་བདག་མེད་སྟོང་པ་ཉིད་ཀྱི་བདག་མེད་བདག་དང་འགལ་བས་ན་བདག་མེད་མཐོང་བའི་ཤེས་མཐར་འགྲུབ་གསུངས། ཚད་མ་རིགས་གཏེར་ནང་དེ་འདྲ་གསུངས་ཡོད། བདག་མེད་ཀྱི་དོན་རྟོགས་པ་ལ་བརྟེན་ནས་ནི་སྲིད་པའི་རྩ་བ་དེ་གཅོད་དགོས་རེད་དེ་གསུངས། དེ་བཅོམ་ལྡན་འདས་ཀྱིས་གསུངས་བ་ཡིན་ཙང། དེ་ནས་བཅོམ་ལྡན་འདས་ཀྱིས་དེ་ཡི་རྒྱུ་མཚན་གྱི་ད་ག་རེར་ཚིག་དོག་བདེན་པ་བཞི་རེ་གསུངས་བ། དེ་བདེན་པ་བཞི་ཟེར་བའི་དབྱེ། རྣམ་གཞག་དེ་རྣམ་གཞག་ཞིག་རེད་དེ། རྣམ་གཞག་དེ་སྐབས་དེར་དཔེར་ན་མངལ་སྡེ་བཟང་པོ་ལྟ་བུའི་བསྡུར་བྱ་ལ་ལམ་ཉམས་སུ་བླངས་ནས་གྲུབ་འབྲས་ཐོབ་ཡག་གི་དེའི་བརྒྱུད་རིམ་ཆ་ཚང་ཞིག་མ་རེད་འགྲེལ་བཤད་བརྒྱབ་ཡག་ལ་དེས་བདེན་པ་བཞི་གི་རྣམ་གཞག་གསུངས་རེད་འོ་དེ་རེད་བདེན་པ་བཞི་ཟེར་བ་དེ་དེ་འདྲ་རེད། དེ་ཡིན་ཙང་རྗེས་སུ་མགོན་པོ་བྱམས་པ་གི་ཡང་དེ་སོར་བཅོམ་ལྡན་འདས་ཀྱི་བཀའ་གི་དོན་དེ་སོར་རྡོག་རྡོག་བཟོས་ནས་ནད་ནི་ཤེས་བྱ་ནད་ཀྱི་རྒྱུ་ནི་སྤང་བྱ་ཞིང་བདེན་གཉིས་ཐོབ་ཕྱིར་སྨན་པ་བསྟེན་པར་བྱེད་པ་ལྟར་སྡུག་བསྔལ་རྒྱུ་དང་གཏན་འགོག་པ་དང་དེ་བཞིན་ལ་ཤེས་བྱ་སྤང་བྱ་རིག་པར་བྱ་ཞིང་བསྟེན་པར་བྱ་གསུངས་པ་དེ་གསུངས་རིགས་དང་དེར་ཐལ། འོ་ན་དེ་ཡིན་ན་བདེན་པ་གཉིས་ཟེར་བ་དེ་གལ་ཆེན་གསུངས་པ་རེད་ད་ནི་གཞི་བྱས་ན་འགྲིག་འདུག་བསམ་ན་བདེན་པ་གཉིས་ཟེར་བ་དེ་ཡང་དཔེ་གནང་གལ་ཆེན་པོ་རེད་ཁྱད་པར་དུ་བདེན་པ་གཉིས་ཟེར་བའི་རྣམ་གཞག་འདི་ལྟ་གྲུབ་ཀྱི་ཐོག་ནས་གསུངས་ཀྱི་ཡོད་རེད་ལྟ་གྲུབ་ད་ཆུང་དུ་འདུག་དེ་ལྟར་གསུངས་ཡོང་དུས་ད་ཡ་ད། རེད་སྡུག་ཧུར་དང་དཀོན་མཆོང་ཟེར་བ་ཞིག་ཡོད་རེད། ད་དེ་ནི་ཅིག་ཕར་ཅིག་དངོས་པོ་ཅིག་ཡོད་ད་བར་འདྲ་བོ་ཅིག་དངོས་གནས་ཀྱི་ཅིག་ཅིག་བདེན་གྲུབ་ཀྱི་རང་བཞིན་ཅན་འདྲ་བོ་དང་དེ་འདྲའི་ཡི་སྣང་བ་ཞིག་ཡོད་རེད་བ། ད་ཡང་འགོག་པ་ཟེར་ཡོང་དུས་ནི་གང་ཡང་མེད་ད་བར་འདྲ་བོ་ཞིག་འགོག་པ་ཟེར་ཡོང་དུས་ཀྱི་ཁོ་རང་ཅིག་འཇིག་རྟེན་གྱི་སྣང་བ་འདི་དག་ཐམས་ཅད་མེད་སོང་བ་ལྟ་བུ་ཞིག་དང། དེ་ལྟ་བུའི་དབྱངས་སུ་བཏགས་སོང་བ་ཟེར་བར་བ་ཐག་ཅན་གྱིས་ཡག་སྟངས་ནི་དེ་འདྲས་ཞིག་ཡིན་ཏེ་ད་དེ་གཉིས་བར་ལ་འགལ་བ་ཞིག་ཡོད་ཀྱི་ཡོད་རེད་ད། ད་ཡོད་པ་ཅིག་མེད་པ་ཆགས་ཀྱི་ཡོད་རེད་བས་ཡང་ན་མེད་པ་ཞིག་ཡོད་པ་བཟོ་བཞག་གི་ཡོད་རེད་བས་ག་རེ་རེད་ཟེར་བ་ཞིག་ཡོད་རེད་བ་ད། ད་དོན་ལ་གང་ཡང་མེད་པ་ཡིན་ན་ནི་དེ་ནི། རྒྱུ་འདི་རེད་འབྲས་བུ་འདི་རེད་འདི་ལ་སྙིང་པོ་འདི་སྤང་བྱ་འདི་སྤང་དགོས་རེད་ཟེར་དེ་འདྲས་ཅིག་ཡོད་མ་རེད་བ་ད། ད་གང་ཡང་མེད་པ་ཡིན་ན་དེ་ཡོད་མ་རེད་ཡང་ཡོད་གདའ་བ་ཡིན་ན་ནི་དེ་ནི་ཡོད་པ་ཞིག་ཡང་ལམ་བསྒོམས་ན་ཡང་མེད་པ་ཆགས་འགྲོ་བས་མེད་པ་འདྲ་བོ་ཁོ་རང་གི་རང་བཞིན་དེ་ཡིན་གདའ་ན་དེ་རེད་བ་ད། ད་དེ་ག་རེ་རེད་སོང་དེ་ཨ་ཅོ་མཚན་འདི་ཀྱིས་དེ་ལ་འགྲེལ་བཤད་རྒྱབ་ཡག་གི་ཆེད་དུ་བདེན་པ་གཉིས་གསུང་གི་ཡོད་རེད། ད་བདེན་པ་གཉིས་དེ་ཀུན་རྫོབ་བདེན་པ། དོན་དམ་བདེན་པ། ཡང་ན་ཐ་སྙད་ཀྱི་བདེན་པ་དོན་དམ་བདེན་པ་ཟེར་དེ་རེད། ད་དེ་ག་རེ་གསུང་གི་ཡོད་ཟེར་དོན་དུ་ཨོ་ད་དེ་གཉིས་ཡོད་རེད། དཔེར་ན་མི་ཞིག་ཡིན་ན། མི་ཞིག་ཡོད་ན། ཁོ་རང་གིས་དཔེར་ན་ད་ཅིག་གདོན་འདྲ་བོ་གི་ད་ཅིག་འདྲེས་གི་ལམ་སོང་བའམ། ཡང་ན་ཅིག་དག་གི་ཆང་འཐུང་བ་ལྟ་བུ་ད་གང་ལྟར་ཡང་ཁོ་རང་ཅིག་འཁྲུལ་ནས་འཁྲུལ་དུ་ཡོད་པའི་སྐབས་ཀྱི་ཁོ་རང་གི་བསམ་བློ་གཏོང་སྟངས་ཅིག་ཡོད་རེད་ཟེར་ཁོ་རང་གི་མཐོང་སྣང་ཅིག་ཡོད་རེད་ཟེར། དེའི་སྐབས་དེ་དག་རང་ལ་ད་དེ་མ་རེད་ལབ་ས་ཡོད་མ་རེད་ཟེར་ཁོ་རང་གི་དེ་དེ་རྩ་དེ་ཀོ་འཁྲུགས་ནས་དེ་ལྟར་ཆགས་འགྲོ་གི་ཡོད་རེད། ང་རང་སོ་དེ་འདྲ་ཡོད་མ་རེད་ལབ་ནའང་ཁོ་རང་དེ་འདྲའི་མཐོང་སྣང་ཅིག་ཡོང་གི་ཡོད་རེད་ཟེར། ཡིན་ནའང་ང་ཚོས་ཐབས་ཤེས་གཅིག་བཏང་ནས་ག་ལེ་ག་ལེ་དེའི་འཕྲུལ་སྣང་དེ་མེད་པ་ཆགས་སོང་བ་ཡིན་ན་དེའི་སྐབས་སུ་ཡང་དེའི་སྐབས་ཀྱི་སྣང་སྟངས་གནས་སྟངས་འགྲོ་སྟངས་གཅིག་ཡོད་རེད། དེ་འདྲ་ཡིན་དུས་ཀུན་རྫོབ་བདེན་པ་ཐ་སྙད་བདེན་པ་ཟེར་བ་དེ་འཇིག་རྟེན་གྱི་སྐྱེ་བོ་རྣམས་ཀྱི་འཕྲུལ་སྣང་དང་ཐ་སྙད་ཀྱི་སྣང་བ་འདི་དག་ཐམས་ཅད་གང་ཡོད་པ་དེ་རེད།

ད་ལྟ་རྒྱལ་སྲིད་ཞི་བ་ལྷའི་དེ་སོང་དུ་བ་འོ་དེ་འདྲ་བོ་ཅིག་གི་གནས་སྐབས་དེ་ལ་ཡར་སླེབས་དུས་གང་ཚེ་དངོས་དང་དངོས་མེད་རྟག་བློ་ཡིན་དུ་ན་མི་གནས་པ་དེ་ཚེ་རྣམ་པ་གཞན་མེད་པ་དམིགས་པ་མེད་པར་རབ་ཏུ་ཞི་སོང་དུས་ད་ཅིག་གཏན་ནས་འབྱུང་བ་སྣང་བ་འདི་དག་ཐམས་ཅད་སྤྲོས་པ་འདི་དག་ཐམས་ཅད་བོར་རང་སར་ཞི་བའི་སྐབས་སུ་དེའི་སྐབས་སུ་ད་ཅིག་དོན་ལམ་དོན་དམ་པར་མ་གྲུབ་པ་རང་བཞིན་གྱིས་མ་གྲུབ་པར། ད་ཡང་ཅིག་ཆོས་སྐད་འགའ་རེ་གི་ཅིག་ཡིན་མིན་རྩ་ཧྲིར་འདྲ་མི་འདྲའི་མཐར་གཉིས་སྦྱར་སྟངས་ཡོད་རེད་དེ། གང་ལྟར་ཡང་སྣང་བ་འདི་དག་ཐམས་ཅད། འོ་ད་དོན་ལམ། དོན་དོན། རང་གི་ངོ་བོ་མ་གྲུབ་པ་ཞིག་ཡིན་པ་དེ་ཧ་གོ་དགོས་རེད། དེ་མ་གྲུབ་པའི་ཆ་དེ་དོན་དམ་བདེན་པ་རེད། ད་ཅིག་དོན་ལམ་མ་གྲུབ་པ་དེ་ལྟ་བུའི་གནས་ལུགས་ཅིག་འོར་བ་དེ་དོན་དམ་བདེན་པ་རེད།

ཀུན་རྫོབ་བདེན་པ་རེད། ད་ཡང་ཀུན་རྫོབ་བདེན་པ་ལ་ཡང་ལོག་གཉིས་སུ་ཕྱེ་བ་ལ་སོགས་པའི་སྒོ་ནས་འོ་དེ་ལྟ་བུའི་གཉིས་ཡོད་རེད། དེ་གཉིས་ཀ་བདེན་པ་རེད་ཟེར་བ་ལྟ་སྟེ། ཀུན་རྫོབ་ཀུན་རྫོབ་ཀྱི་ས་ལ་བདེན་དོན་དོན་དོན་གྱི་ས་ལ་བདེན་མི་འདུག་ཡོད་རེད། དེ་ཡིན་ཙང་ང་ཚོའི་འཇིག་རྟེན་མཐའ་གཉིས་དུ་དག་ཅིག་ལུས་དང་འབྲས་བུ་ལ་སོགས་པ་ནི་དགེ་སྒྲུབ་སྡིག་སྤང་ལ་སོགས་པའི་རྣམ་གཞག་ཚང་མ་འགྲིག་གི་ཡོད་རེད། ཡིན་ནའང་མཐར་ཐུག་གི་གཤིས་ལ་ནི་ད་དེ་དག་ཚང་མ་གི་དེ་གི་དེ་གཤིས་ཀྱི་རང་བཞིན་དེ་ཁོ་རང་སྟོང་ཉིད་དོན་དམ་བདེན་པ་གི་ནང་ལ་ཡོད་རེད། དེ་འདྲ་གསུངས་ཡོད་རེད། ཡིན་ན་ཡང་ལམ་ཉམས་ལེན་གྱི་སྐབས་སུ་དེ་གཉིས་ཟུང་འབྲེལ་བྱེད་དགོས་རེད། ལྟ་གྲུབ་དེ་གཉིས། དེ་ཡིན་དུས་དབུ་མ་འཇུག་པ་རྣམས་ནི་ཀུན་རྫོབ་དེ་གཉིས་ཕྱོགས་ཡངས་དཀར་པོ། ཕྱོགས་ཡངས་དཀར་པོ་བརྒྱའི་རྒྱལ་བ། ངང་བའི་རྒྱལ་བོ་དེ་ནི་སྐྱེ་བོ་ངང་བ་ཡི། མདུན་དུ་བདར་ནས་དགེ་བའི་ཀློང་གི་སྟོབས་ཤུགས་ཀྱིས། རྒྱལ་བ་ཡོན་ཏན་རྒྱ་མཚོའི་ཕ་རོལ་མཆོག་ཏུ་འགྲོ། དེ་འདྲ་གསུངས་ཡོད་རེད། ངོ་དེ་འདྲ་ཡིན་འདུག་གི་ད་སྐྱོན་དོན་འདི་གི་མདོར་ན། བདེན་པ་བཞི་དེ་དང་པོ་སོང་དེའི་བདེན་པ་བཞི་ཟེར་བ་དེ། དེ་གི་ལྟ་གྲུབ་ཅིག་གི་འོག་ནས་ད་ཆ་ཚང་གཅིག་འགྲེལ་བཤད་རྒྱབ་དགོས་དུས་དེ་ལ་དེ་གི་ངོས་གཉིས་ཡོད་རེད། འཇིག་རྟེན་ཐ་སྙད་དང་འཇིག་རྟེན་སྤྱི་སྟངས་ཀྱི་དེ་གི་སྣང་ཚུལ་ཞིག་དང། དེའི་དོན་དངོས་པོ་གི་གནས་ལུགས་ཀྱི་མཐར་ཐུག་ཅིག་ཡོད་རེད། མཐར་སྙེག་གི་དེ་ཁོ་ན་ཉིད་དང་དོན་དམ་པའི་དེ་ཁོ་ན་ཉིད་ཟེར་ནས་དཔེ་ཆ་གི་ནང་ན་གཉིས་ཡོད་རེད་མཐར་སྙེག་གི་དེ་ཁོ་ན་ཉིད་ཟེར་བ་དེ་མཐར་སྙེག་ཁོ་རང་གི་དེ་གི། ད་ཡིས་བདེན་དོན་རེད། དེའི་མཐར་ཉིད་དེ་མཐར་ཉིད་དུ་གྲུབ་རེད་དེ་མཐར་ཉིད་དུ་དོན་དམ་པར་མ་གྲུབ་པ་ཡིན་དུས་དོན་དམ་པའི་གནས་ལུགས་ཟེར་བ་ཞིག་ལོགས་སུ་ཡོད་རེད། འོ་དེ་དོན་དམ་པའི་གནས་ལུགས་དང་མཐར་ཉིད་ཀྱི་དེ་ཁོ་ན་ཉིད་དང་དོན་དམ་གྱི་དེ་ཁོ་ན་ཉིད་གཉིས་སུ་ཕྱེ་ནས། ད་དེ་རགས་རམ་གྱི་བཀའ་ཤག་རེད་ཨ། དཔེ་ཆ་དབྱེ་ཞིབ་ཚགས་པོ་རང་བྱས་ནས་ད་དུང་ང་ཚོ་འགྲོ་ཐུབ་ཀྱི་ཡོད་མ་རེད། ཡིན་ནའང། འོ་དེ་ལྟ་བུ་ཞིག་གི་ཐོག་ནས་དེ་ནི་བདེན་པ་གཉིས་པོ་དུ་སོང་སྟེ་བཅོམ་ལྡན་འདས་ཀྱི་མདོར་ན་ལམ་ཉམས་ལེན་གྱི་གང་ཟག་གི་དེ་དེའི་སྒྲོམ་གཞི་གི་དབང་དུ་བཏང་ནས་བདེན་པ་བཞེས་སོང། དེ་ནས་དེ་ལྟ་བུའི་གི་སྒྲོ་སྟངས་དེ་གཉིས་ལ་མཐའ་གཉིས་དང་དོན་དམ་གཉིས་སུ་ཕྱེ་ནས་བདེན་པ་གཉིས་སོང། དེ་གཉིས་ཀ་དོན་ཚང་མ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་གང་བཤད་པའི་དེ་ནི་དེ་གནས་ལུགས་ཡིན་པའི་རྒྱུ་མཚན་གྱིས་བདེན་པ།